འོ་དེ་དེ་ལྟ་བུའི་རེ་འགའ་ནི་ཏག་ཏག་འཚམ་པོ་ཡོད་ཀྱིན་ཟེར། གཞན་རྣམས་འགྱུར་མཐུད་ཙམ་གྱིས་འཚམ་པོ་ཡོད། ད་རྡོག་རྡོག་ཁོ་ཚོ་གི། སྒོ་ལྕགས་དང་ལྡེ་མིག་ནང་གཅིག་གཅིག་ལ་འཚམ་པོ་ཡོད་རེད་ཟེར། ད་ནི་འགོག་གཟུགས་དང་འགོག་སྲུང་སྤྱི་རྫིས་གཉིས་ཕན་ཚུན་འགྱུར་བའི་རྗེས་སུ། ད་ནི་འགོག་གཟུགས་ཀྱིས་གནས་གཞི་སློང་ཤེས། ད་འགོག་སྲུང་སྤྱི་རྫིས་དེ་ཉིད་ད་རྨག་མེད་དུ་འཇོམས་སྲིད། ད་རྡོག་རྡོག་དེ་ཁོ་རང་རྩ་མེད་གཏོང་གི་རེད་དང་པོ། ད་ད་འགོག་གཟུགས་དང་འགོག་སྲུང་སྤྱི་རྫིས་མཉམ་དུ་འཕྲད། ད་ནི་ད་འགོག་སྲུང།

ཁྲི་ཁྲམ་པོང་ལབ་དུས་ཚོན་པ་ལ་ག་རེ་རེ་ཞུ་བ་ཡིན་ན་ཁྲི་ཁྲམ་པོང་ལ་སྦིས་ཁྲམ་པོང་བཞིན་དུ་ཡང། འགོག་སྲུང་བྱས་རྗེས་ངོས་འཛིན་བྱས་པའི་ངོས་འཛིན་པའི་ནུས་པ་མེད་སྲིད་ད་རྡོག་རྡོག་འདི་ཡོད་དེ་ཁྱད་པར་གཙོ་བོ་ནག་ཅིག་རེད་དོ། རང་གི་སྒང་ནས་སྦིས་ཁྲམ་པོང་ལས་དེ་གིས་ང་ཚོ་ལ་ད་འགོག་སྲུང་བྱས་རྗེས་དུས་སུ་ཁོ་རང་གི་ངོས་འཛིན་བྱེད་ཐུབ་ཀི་ཡོད་ད་ནི་ང་ཚོ་ལ་ན་ཚ་སློང་ཉེན་གི་འགོག་སྲུང་བྱས་རྗེས་ལས་དེ་ཁོ་རང་གི་ངོས་འཛིན་བྱེད་ཐུབ་ཀི་ཡོད། འོ་ཁྲི་ཁྲ་འབངས་འདྲ་བོ་ཡོད་ན་དེ་ལྟ་བུའི་ད་ནི་འགོག་སྲུང་བྱེད་རྩིས་དུ་སོ་ཁོ་རང་གི་ངོས་འཛིན་བགྱིད་ཐུབ་ཀི་ཡོད་མ་རེད་ལབ་དོ། ད་ནི་ཁྲི་ཁྲ་འབངས་ཀྱིས་ཚར་གཉིས་ཀྱི་སྒོ་ནས་ནད་འགོག་པ་ལ་བརྩོན་གི་རེད་ཟེར་ད་རྡོག་རྡོག་དེ་ཁྲི་ཁྲ་འབངས་ཀྱི་ལི་ཀ་གྱི་ཐོག་སོ་གཉིས་ན་བརྗོད་རེད་ཟེར། ཁག་ཅིག་གིས་ནད་འགོག་ཡ་ལན་ལ་ཚོད་འཛིན་བྱེད་པ་དང་ཁག་ཅིག་གིས་ནད་ཤུགས་ཁྲ་འབངས་ལ་ཐད་ཀར་སྒུར་གཏོར་བགྱིད་ཀི་རེད། ད་ནི་དང་པོ་ལ་ཁོ་ཚོ་ལ་མི་གཞན་པ་ཅིག་ལ་ང་ཚོ་སྒྲོག་བཤད་ཀི་ཁྲི་ཁྲ་འབངས་སྒྲོག་བྱེད་གཉིས་ཀི་ཁྲི་ཁྲ་འབངས་ལབ་ཀི་རེད། དེས་ཁྲ་འབངས་གཞན་རྣམས་ལ་འབྲེལ་མཐུད་བྱེད་པའི་སྒོ་ནས

ཁྲམ་པང་ནང་དུ་ཡིབས་ཏེ་ཚང་སྐྱིད་བས་སྙན་སེང་རྣམས་ངོས་བཟུང་སྟེ་འབྱོན་པར་བྱེད་ད་འདི་གླིག་ཀ་དེ་ཟེར་བ་འགར་ཆེན་པོ་ནང་རེད་དོ། སྐབས་རེ་ཁོ་ཚོ་གི་གནས་འགོ་མ་ལག་གི་ནང་ཁྲམ་པང་ནང་ཡིབས་ཏེ་མཁན་དེ་འདྲ་ཡོད་རེད་ཟེར་བ་ང་ཚོ་ལ་གནོད་པ་ཅི་ཉེ་ར། ཡིབས་ཏེ་ད་ཚང་སྐྱིད་བས་ང་ཚོ་ལ་སྙན་སེང་དེ་འདྲ་ཡོད་འདི་ཚོ་ཁོ་ཚོས་ངོས་འཛིན་གྱི་ཡོད་རྩ་མེད་བཟོ་གི་རེད། འོ་ད་ཅིག་ཚང་མ་ལ་སོ་ཕྱིར་ཁྲིད་ཁྲམ་པང་ལ་ཡི་དེ་ཡང་གནས་འགོ་མ་ལག་ནང་ཡང་ཁོ་གར་ལབ་དགོས་གར་ཆེན་པོ་ནང་ཆགས་བསྡད་དོ། འོ་ད་ནི་འདི་གྱི་ལ་གཟའ་བྱེས་ཁྲམ་པང་ལ་ཡ་ཅིག་དོ་གཟའ་བྱེས་ཁྲམ་པང་དང་དེ་ཉེ་དུ་ཟེར་ཅིག་དོ། འོ་བཟའ་བྱའི་ཕྲ་འཕོང་བསླབ་དུས་ཚང་མ་ལ་འགའ་རེ་རེ་ཞུ་བ་ཡིན་ན། བཟའ་བྱའི་ཕྲ་འཕོང་རྣམས་ནི་ཧ་ཅང་ཆེ་ལ། ད་ནི། ཕྱི་སྡེར་གཞན་རྣམས་ཕྱིར་མི་བྱེད་ཀྱི། ད་ཁོ་རང། ཧ་ཆེན་པོ་ཡོད། ད་ནི་སྐུའི་ད་ཕྱི་ནས་ཡོང་རྒྱུ་གི་དེར་དུ་ཧ་ཁོ་རང་གི་ཕྱིར་མི་བགྱི་གི་རེད་ཁོ་རང་མི་བྱ་གི་རེད་ཟེར་རང་འདི་རྣམ་པ་དུ་དུས་པར་དུས་གང་ལ་གཟིགས་ཡིན་ན། འདི་བཟའ་བྱའི་ཕྲ་འཕོང་གི་པར་གཅིག་རེད་ར་ད་ནི་འདི། དེ་ནི་ཕྱི་ནས་ཡོང་རྒྱུ་གི་ཁྲ་སིལ་འདི་རེད་ར་ཁོའི་ནང་ལ་དེ་འཇིབ་འགྲོ་གི་རེད་ད་རྣམ་པ་དུ་འདིའི་ནང་ལ་བལྟ་ན། ཁོ་རང་ནང་ལ་ཡང་འདི། ངོ་མ་འཇིབ་ཚུར་གྱི་དུས་སུ་འདི་ནང་ལ་ལྷག་བསྡད་དོ།

རག་བཟའ་ཁྲམ་སྤུངས་ཀྱིས་མཉམ་བཟོས་ཕྱིན་པའི་ཁྲམ་སྤུངས་དང་སྙིགས་རོ་གཞན་རྣམས་གཙང་བཟོ་བྱས། རག་བཟའ་ཁྲམ་སྤུངས་ལ་ཁོ་རང་ལས་ཀ་གཙོ་བོ་དེ་སྔོན་མ་དང། ནུས་པ་མ་སོང་སྙམ་ཚར་གཅོད་ཀྱི་ཁྲམ་སྤུངས་མང་པོ་ཅིག་ཡོད་རག་གཟུགས་པོའི་ནང་ལ་དེ་སོ་དང་དེ་ནས་ཡང་གད་སྙིགས་མ་སོང་རང་མང་པོ་ཅིག་དེ་སོ་བར་གཙང་མ་མ་སོང་རང་བཟོ་གི་རེད། ད་ནི་འགོག་སྲུང་སྤྱི་རྫིས་ཀྱི་ཕྱོགས་སུ་ཆུ་སེར་ཁྲམ་སྤུངས་འདྲེན་པའི་ཕྱིར་དུ་ཕྱི་དར་གྱི་རྣམ་པ་བསྟན་སྐབས་རེ་ཁོ་རང་ཚོས་ད་འགོག་སྲུང་སྤྱི་རྫིས་ཀྱི་ཕྱོགས་སུ་ཡང་ཆུ་སེར་དེ་འདྲ་གི་ཕར་འདྲེན་ཡ་ལ་ཁོ་རང་གིས་འདི་གཅིག་དང་ལི་ཀ་གཅིག་གི་དང།

ཆ་ལག་རྣམས་ཀྱི་ཕན་ཚུན་གཅིག་གཅིག་ལ་འབྲེལ་མཐུད་ཀྱི་སྒོར་ལབ་ར། འོ་དེ་འབྲེལ་མཐུད་ཀྱི་ཡ་ལ་དེ་ནི། ས་ཡི་ཡི་གྲོགས་བཀུར་རྫི་ལ་ཡ་ཀྱི་ཡོ་རེད་ལབ་ར། ས་ཡི་གྲོགས་བཀུར་རྫི་ཞེས་པའི་རྫི་ད་ལ་དེ་ནི་གཅིག་གཅིག་ལ་ད་འབྲེལ་མཐུད་ཀྱི་སྒོར་རེད་ཙ་ཁོ་རང་ཚོས་ནི་མགོ་མ་ལ་གནང་གི། ཡ་ལ་དང་ཕན་ཚུན་འབྲེལ་བ་ཀྱི་ཡ་ལ་དེ་གཙོ་བོ་བསྟེན་ས་གཙོ་བོ་གཅིག་ད་ནི་བཀྲི་རྫི་གཅིག་ལ་བསྟེན་དགོས་རེད་ཟེར་དེ་བཀྲི་རྫི་དེ་མིན་ལ་ད་ནི་ས་ཡི་གྲོགས་བཀུར་རྫི་ལ་ཡ་གི་འདི་ལྟ་བུའི་བཀྲི་རྫི་ཀྱི་ཡོ་རེད་ཟེར་ར། ས་ཡི་གྲོགས་བཀུར་རྫི་ནི། ད་ནི་ཁྲམ་ཕུང་གིས་སྐྱེལ་ཁྲིན་བྱས་པའི་བཀྲི་རྫི་ཀྱི་རིགས་ཤིག་ཡིན་ར།

དེ་མ་ཉིད་དུ་ད་འགོག་བཟུང་བྱས་རྗེས་ད་འགོག་འགོག་གཟུགས་སྐྱེ་ཐུབ་ལབ་ར། དེ་ད་གང་ནས་ཞུ་ཡང་ནོ། ད་དང་པོ་ཁོ་རང་ན་ཚ་དེ་ཕོག་བཞིན་གྱིས་གྱིས་ནི་ཁོ་རང་གིས་ད་ད་བི་ཕྲ་མོ་ཁོ་ཚོ་གིས་དེ་ཡང་ཅི་ངོས་འཛིན་གྱིས་ཡོང་ལ་དེ་ནི་འོ་དེ་ནི་ཁོ་རང་གིས་དེ་ལ་ཁབ་ཏེ་ཆགས་ཀྱི་རེད་ཟེར་དེ་ར། འོ་དེ་འདིའི་འོག་ལ་ད་ད་ང་ཚོ་གི་བོད་གི་ཆུང་ཆུང་མར་འགྱེལ་དེ་ཚོ་ལ། ད་ད་ནི་འགོག་མ་ལགས་ཀྱིས་ཁོ་ཚོ་ལ་ཡང་ཚེ་དང་དེ་མ་ནོ་ད་ད་ཆགས་ཡོང་མ་རེད་དེ་རྒྱུ་མཚན་གྱིས་ཨ་མ་གིས་ད་ད་ལུས་ནི་ད་དེ་ལ་ཕར་ཨ་མའི་ནུ་ཞོ་ལ་སོགས་ཀྱིས་ནི་དེ་ལ་ད་སྲུང་སྐྱོབ་དེ་འདྲ་འགོག་གཟུགས་དེ་འདྲ་ཐོབ་ཀྱི་ཡོད་རེད་ཟེར་ནོ་འདི་འདྲ་ཅིག་རེད་དུས་ར། ནོར་དེ་ནི་ད་ལྟ་ང་ཚོ་གིས་ད་འདི་ལ་སྐབས་སུ་བབ་པ་དེ་ཚར་རེད། འདི་བར་དུ་ད་ལྟ་ང་ཚོ་གིས་སྐྱེ་དངོས་ངོ་སྤྲོད་སློབ་དེབ་དང་པོ་དེ་ཡོངས་སུ་ད་ཤུལ་ཟིན་པ་རེད། ར་འོ་འདི་ནི་ད་ལྟ་ང་ཚོ་གིས་ཚན་པ་ཇི་མ་ཇིའི་ནང་ལ་ང་ཚོ་ཡང་འོ་གཞན་པ་ཁོ་ལ་ཞུ་གི། ད་འདི་ལ་འདི་ལྟར་བསམ་ནས་ང་ཚོ་གིས་ད་འདི་ལོ་རིམ་དང་པོ་གི་སྐྱེ་དངོས་རིག་པའི་ངོ་སྤྲོད་སློབ་དེབ་ལས་དེ་ད་ཤུལ་ཟིན་པ་ཡིན། འོ་དེ་ནི་ང་ཚོ་ཚན་པ་ཇི་མ་ཇིའི་ནང་འཇར་ཡོང་ཐུགས་རྗེ་ཆེ།